ཁ་ཤས་ཅིག་གིས་ང་ལ། ཁྱོད་ནང་ལ་མིག་ཤེལ་སྣ་བོ་ག་ཅིག་འཁུར་དགོས་ཞེས་ཅེས་སྙན་མར་དྲི་བ་ལེགས་བསྡུར་བ་ལྟར་དེ་ལན་ཅེས་རྒྱག་རམ་ཟེར་བ། ངེད་ཀྱི་མདུན་དེ་ལ། སྒེའུ་ཁུང་རེད་སྒེའུ་ཁུང་དཔེ་ཆེན་པོ་ཡོད་རེད་ཡོད་དཔེ་ཆེན་པོ་དོ། འོ་དེ་རྒྱུ་མཚན་ལ་ལྟ་ནས་ངས་མིག་ཤེལ་འཁུར་གི་ཡོད་ཞུས་ཡ་ཡིན་ད། ཧལ་ལོ་ཧལ་ལོ་འཛམ་གླིང། ཕྱོགས་མཐའ་ཁག་ལ་བཞུགས་པའི།

རོ། ད་རེས་འདིར་གཅིག་ཞུ་བ་ཡིན་ན་མང་པོ་ཅི་ལ་ཕན་གྱི་རེད་བསམ་བྱས་ཞུ་ཡི་རོ། ད་ཀོ་མན་ཟེར་གཉིས་འདི་འཛམ་བུ་གླིང་གི་འགྲོ་སྟངས་ཅིག་རེད་མཆན་འདི་སོ་སོ་སྐབས་སུ་དཔར་བས་འདི་སྐབས་ལ་སེམས་པ་ག་རེ་ཚོར་གྱི་ཡོད་ན་འདི་དུ་བྲིས་ཀྱི་ཡོད་ར་ཁ་ཤས་ཀྱིས། ད་དུས་རྒྱུན་དུ་ཨ་ནི། དུས་རྒྱུན་སོ་སོ་མ་སྐྱིད་པ་ཤུགས་ཆེན་པོ་ཅིག་ཡོད་ན་མི་ཚེ་ནང་དཀའ་ངལ་ཆེ་ཡོད་ན་འདི་གས་འཚོ་བ་ཤུགས་ཆེ་སྟོན་གྱི་རེད།

དེ་སྲུང་སྐྱོབ་དེ་གར་བྱེད་དགོས་ལ་ན། ཨ་ན་ཁོས་ང་ལ་གནོད་སྐྱེལ་མ་ཡོང་ཁོ་ང་ལ་གཅིག་བྱེད་མ་ཡོང་སོ་སོ་ལ་ཡག་ལྟ། སྲུང་སྐྱོབ་ཀྱི་ཆེད་དུ་འདི་རྫས་དེ། Chemical། དེ Release བྱེད་ཐུབ་གོང་ལ་ང་ཚོ་སེམས་ཁམས་ཀྱི་ནང་ལ་གཅིག་ཀླད་བ་དང་ཕྲེང་བ་དང་ནི་མཆན་དེ་ལག་པས་བྲིས་བཞག་ཡོད་རེད། དེ་མིག་གི་ཆོས་ཉིད་རེད། ལྟ་དེ་ང་ཚོ་གི་སེམས་ཀྱི་ནང་ལ་སྤྱོད་སྟངས་དེ་ག་འདྲ་བྱ་བ་ལ་ནང་པའི་ཆོས་ནང་ལ་ལྟ་ལྟ་གྲུབ་ནང་ལ་ཡག་ཤོས། ཅིག་ཡོད་རེད། རེད་བ། ང་ཚོའི་གི་བྱམས་སྙིང་རྗེ། མི་ལ་ཡ། གཞན་གི། ཨ་ནི་སོ་སོ་ལ་ཡ་དཔེ་བླངས་ནི་ཨ་ནི། འཚོ་བ་དེ་ཁེ་སེ་ཅིག་ཡོད་རོ་ད་དེ་ཚོ་ག་འདྲའི་སྙིང་རྗེ་བོ་དོ་ད practical བྱེད་ན་ད་དངོས་གནས་ཁོ་རང། དཔེ་ཡག་པོ་རེད་བ། ཡིན་ནས་ད་ང་ཚོའི་གི་འདི་ཚང་མ་ལག་ལེན་བསྟར་ཐུབ་ཀི་ཡོད་མ་རེད་ང་ཚོ་ཚང་མ་དག་ར་རེད། རེད་བ། དེ་གཅིག་བྱེད་རེད་བ། ད་གཉིས་པ་འདི། ཆེན་སྡུག་ཅག་མི་ལ་ཡ་གནོད་ཡས་ཅིག་བྲིས་པ་ཡིན་ན། སོ་སོ་གནས་སྐབས་རིང་གི་ཅིག Relief ལེགས་རོགས་ད Stress Relief ཅིག་རག་ཡས་ཅིག་རག་སྲིད་པ་རེད་དེ། ཡིན་ནས་མི་ཕ་ཅོག་འདི་ལ་གནོད་པའི་གནོད་ཆེན་པོ་ཅིག་མ་སྐྱིད་པ་ཅིག་བཟོས་འདུག་གང་ལ། ཨ་ནི་འདི་མི་འདི་མ་སྐྱིད་པ་ཆགས་ཉེན་འདི་གི་ཁོ་རང་གི་ཡང Surrounding ལེགས་རོགས་གཡས་གཡོན་ལ།

ར། དེ་འདྲའི་ཆེ་བ་ཡིན་ན་ཁྱེད་ཚོ་ཚང་མ་མཆན་སྡུག་ཅག་བཀོད་ཉེན་ཚང་མ་ནག་ཉེས་ཆགས་ཡོད་རེད། ར། ལས་རྒྱུ་འབྲས་ཀྱི་ཐོག་ནས་ཁྱེད་རང་ཚོ་ལ་ཐར་བ་བཏང་གི་མ་རེད། དེ་གཅིག་རེད། ད་ཁོ་རང་གཉིས་ནང་མི་བཟའ་ཚང་ཅིག་ཆགས་བསྡད་རེད་ངེས་ལ་ར། ཁྱེད་རང་ཚོ་གི་མཆན་མ་རྒྱབ་ཉེས་ལ་ག་རེ་བསམ་བློ་བཏང་བ་རེད་ལ་ན་དང་པོ། ཆོས་བཟང་ཟེར་ཉེས་འདི་ལ། སྤུ་གུ་གསུམ་ཡོད་རེད། ཚེ་ལ་ཟེར་མཁན་དེ་ལ་སྤུ་གུ་གཉིས་ཡོད་རེད། ཁོ་རང་ཚེ་ལ་གི་ཁྱོ་ག་དངོས་ཀྱི་སྤུ་གུ་བཅས་ཆོས་བཟང་སྐྱིད་མའི་དངོས་ཀྱི་སྤུ་གུ་གསུམ་ཡོད་རེད། ད་ཁོ་གཉིས་གཉིས་ཀ་གི་མི་ཚེ་སྐྱིད་སྡུག་ཅིག་ག་ལ་ག་ཙམ་ཅིག་མྱངས་ཡོད་རེད། རོ། སྐྱིད་སྡུག་མྱོང་ནི་ཨ་ནི། ད་སྙམ་པོ་བདེ་འགྱོད་ཅིག་ཆགས་ཏེ་རོ། ད་འདི་གཉིས་མི་ཚེ་ནང་ལ་དཀའ་ངལ་ཆགས་ཡོད་རེད་ཟེར་ན་སྤུ་བོ་ཡོད་ཚར་བའི་རྗེས་ལ་རོ་མི་ཚེ་ནང་དཀའ་ངལ་ཆེན་པོ་ཞུས་བོ་ཡོད་རེད། ལས་སླ་བོ་ཡོད་མ་རེད་མི་ཚེ་དེ་མི་རང་རང་གཅིག་དང་སྤུ་བོ་ཡོད་རྒྱུ་དེ་ན་ནི་སྤུ་བོ་གཅིག་མ་རེད་གཉིས་མ་རེད་གསུམ་རོ། བྱོལ་སང་འདྲ་བོ་བྱས་ན་ཁོ་རང་མི་ཁེར་རྐྱང་རེད་དོ། ཨ་མ་གཅིག་འདུག་ཨ་མ་ནི་མོ་རང་མོ་རང།

འཛམ་བུ་གླིང་འདི་གི་ནང་ལ་ཡང་ད། སྤྱི་ཚོགས་ཀྱི་གནས་སྟངས་ཀྱི་ནང་ལ་ཡང་དཔལ་འབྱོར་ཟེར་དེ་གལ་ཆེ་པོ་ཡིན་པ་འདི་དཀའ་ངལ་ཡོད་དུ་གང་ལ། དེ་ཚོ་མཐོང་ཡོང་དགོས་ར། ད་སོ་སོ་མེད་དུ་གང་ལ Frustration། Stress། Anger། Anxiety། ད་དེ་ཚོར་ལ་སོགས་པའི་ཚང་མ།

ཐུན་ཁག་པོ་ཞུ་བར་གང་ཡིན་ཟེར་ན་སྤུ་བོ་གསུམ་གྱི་དཔའ་བོ་གཅིག་སྤུ་བོ་གཉིས་ཀྱི་ཨ་མ་གཅིག་དེ་གཉིས་གཅིག་ད་གསའ་བ་ཁ་ནང་མི་གསའ་བ་གཅིག་ཁ་མཐུ་ཡོད་འདུག་གང་ལ་ལས་སླ་བོ་ཡོད་མ་རེད། དེ་འདྲའི་གཅིག་མ་མཐོང་ནས་ཁྱེད་རང་ཚོ་གི་མཆན་རྒྱག་ཡོད་ར་དང་པོ་གཉིས་ལ་ཁོ་རང་ཚོ་གི་བདེ་སྡུག་འདི་གི་ནང་ལ་ག་འདྲས།

ཁོ་རང་གཉིས་ཀྱི་ཨ་ནི་ནང་མི་གཅིག་གི་སྐོར་ལ་ཡིན་འདུག་གང་ལ་ཁྱེད་རང་ཚོ་གི་རྒྱ་ཆེ་གི་ཨ་ནི་གཅིག་གཞིས་ཁོ་ར་ཡོད་མར་གང་ཡིན་ཟེར་ན་ཁྱེད་རང་ཚོ་གས་སྐུ་གཅིག་ཧ་གོ་གི་མེད་བ་ཁོ་གཉིས་འདིའི་པ་རུ་ལ་ཡ་ཨ་ནི་ལོ་རྒྱུས་ཟུང་འབྲེལ་བྱེད་ནས་མཉམ་དུ་བསྡད་ནས་ཨ་ནི་འདིའི་གི་ལོ་རྒྱུས་འདི་ག་འདྲས་ཆགས་ཡས་མེད་འདི་ཁྱེད་རང་ཚོ་ཧ་གོ་གི་མ་ར་བྱས་ཙང་ཁོ་ནོར་རེད་ཁོ་འགྲིག་རེད་ལ་ཡས་འདི་ཁྱེད་རང་ཚོ་གི་ལ་བས་འདི། པའི་ཧམ་པ་ཆེ་དྲག་རོ། འདི་མི་ཕ་ཅོལ་ག་ཚེ་ཕོག་ཡོད་རོ། གང་ལྟ་དོན་མཐའ་མ་འདི། ཨ་ཁོ་རང་ཚོ་རང་གི་ལྟ། བུ་མོ་ཚེ་ལ་སེང་འདི་གི་མ། སྤྱི་ཚོགས་ཀྱི་ནང་ལ་བཏོན་པ་རེད། ཆོལ་སང་གི་སྐོར་ལ། ད་མི་མང་གི་བྲིས་རོ།

ཁྱེད་རང་ཚོ་ག་ཚད་དགའ་ན་རེད་མ་དགའ་ན་རེད། འདིའི་ཉིན་མོ་འདི་ལ་ཁྱེད་རང་ཚོ་གི་ཡ་ཨ་ནི་བདེ་ཐང་མེད་བ་ཡིན་ན་རེད་མུད་ཨོབ་ཆགས་ཡོད་བ་ཡིན་ན་རེད། ག་འདྲ་མ་སྐྱིད་པ་ཡོད་བ་ཡིན་ན་ལགས་རོགས་ད། དེ་འདྲས་ཡོད་བ་ཡིན་ན་ཨ་ནི་མི་ཕ་ཕྱོགས་ལ་ཡ་སྟོན་ཡ་འདི། ཁྱེད་རང་ཚོ་སོ་སོ་ལ་སྡིག་པ་ཆེན་པོ་ཞུ་ཡོད་རེད་རོ། ག་འདྲ་ཡུལ་གྲུ་པར་ག་ཚད་ཐབས་ཆག་ཅིག་ཡིན་ན་ཁྱེད་རང་ཚོ་གི།

དེ་ང་ཚོས་གི་རྒྱ་ཆེན་རོ་ཁོ་འགྲིག་འདུག་ཁོ་ནོར་འདུག་ལ་ཡ་དེ་ལབ་ཐུག་མ་རེད། དེ་ལབ་ཐུག་ཉེ་དེ་ནང་མི་རང་ལོག་ནང་ལ་ནང་ལ་བསྡད་ཉེ་ཞོ་ཀེ་ནི་དགོངས་དག་བར་དུ་མཉམ་པོ་བསྡད་ཉེ་ཤི་ག་ཁྱེད་ཆོས་རྣམ་དཔྱོད་གར་བྱེད་དེ་རྫི་ཚུག་གི་ཚང་མ་ཧ་གོ་ཉེ་དེ་འདྲི་གཅིག་ཡོད་བའི་གི་ཨ་ནི་ད་རྒྱ་ཆེ་ཐུག་རེད་དེ་གང་ལ།

ག་དུས་ཡིན་ན་རུང་ཁྱེད་རང་ཚོ་གི་མཆན་སྡུག་ཅག་ཅིག་མ་བྲིས་ཉེས་ལ་བསམ་བློ་བཅུ་བཏང་ཡ་དེ་གལ་ཆེན་པོ་ཞུ་རེད་གང་ཡིན་ཟེར་ན་དེ་རིང་ཁྱེད་རང་ལ་སྡུག་ཅག་ཅིག་བྲིས་འགྲོ་བ་ཁྱོད་ཞུ་ཅིག་དགའ་བ་ཡིན་ན་ལས་རྒྱུ་འབྲས་ཀྱི་ནང་ནས་སང་ཉིན་ཉི་མ་ཅིག་ཁྱེད་རང་ལ་མ་བགྱིས་པ་ཅིག་ཆགས་ཡོང་གི་རེད་ཡང་དག་རང incident གཞན་པ་ཅིག་བརྒྱུད་ནས་ཁྱོད་རང་ལ་གནས་སྟངས་དཀའ་ངལ་ཅིག་ཆགས་ཡོང་གི་རེད་འདིས་ང་ཚོ་གི་ད་ལྟ་ཆོས

དུང་རྒྱུད་ནེའུ་དུང་དྲུག་གི་རྒྱུད་ཅིག་ཡིན་པ་ཡིན་ན། ང་ཚོ་བྱམས་སྙིང་རྗེ་ཁས་ལེན་ཉིན་བྱེད་རེད། མཆན་བསམ་བློ་བཏང་ནས་བྲིས་གུ་གུ་བ་རེད། རེད་བ། མཆན་བསམ་བློ་བཏང་ནས་བྲིས་བ་ཡིན་ན། ཡག་པོ་ཞུ་གི་ཡོད་རེད། དངོས་གནས་སོ་སོ་ལ་ཚོགས་བསགས་ཡོད་རེད། རེད་བ། ད་ཚོགས་བསགས་ཡས་དེ་དགེ་བ་བསགས་ཡས་དེ་ལ་རིམ་པ་མང་པོ་ཡོད་རེད་བ། འོ་འདི་འདྲ་ཡིན་འདུག་ག་ལ། རྣམ་པ་ཚོ་ཚང་མ་མཐའ་སྡོམ་འདི་གར་ཞུ་ཡ་ཡོད་ལབ་ན། མཆན་རྒྱ་ཉེ་དེ་ཚོ་མ་འོངས་པ་ལ་ད་འདི་འདྲ་མང་པོ་ཅིག་དོད་ཡོང་གི་འདུག་ཨ་དེང་སང་རེད་བ། དེ་ཚོ་ལམ་སང judge མ་བྱེད། ལམ་སང་ཚོད་དཔག་བྱེད་བྱེད་ཁོ་སྡུག་ཅག་རེད་ཁོ་ཡག་པོ་རེད། འདི་འདྲའི་བཤད་བདེ་བ་ཡིན་ན། དངོས་གནས་ང་ཚོ་དཀའ་ངལ་ཆེན་པོ་ཅིག་ནང་ལྷུང་གུར་དང་ཉི་མ་ཅིག